ལེའུ་སོ་བཞི་པ་ཉན་ཐོས་ཀུན་དགའ་བོ། སངས་རྒྱས་བཅོམ་ལྡན་འདས་ཀྱིས་སྐུ་སྒེར་གྱི་ཉེ་གནས་སངས་རྒྱས་བཅོམ་ལྡན་འདས་ཀྱིས་འདས་ཟིན་པའི་ལོ་ངོ་ཉི་ཤུའི་རིང་དགེ་འདུན་གྱི་སྡེ་བསྐྱུངས་སྐབས་ཁོང་ལ་རྒྱུས་ཉར་དམིགས་བསལ་གྱི་ཞབས་ཕྱི་བ་ཞིག་མེད་པར་བརྟེན། ཁོང་བསོད་སྙོམས་སུ་ཕེབས་དུས་དགེ་འདུན་པ་ཁ་ཤས་ཀྱིས་རེ་མོས་ཐོག་ཁོང་ལ་ཕྱག་རོགས་ཞབས་ཕྱི་ཞུས་ཏེ་ཆོས་རྣམ་དང་ལྷུང་བཟེད་སོགས་ཁྱེར་གྱི་ཡོད། དེ་ལྟའི་ཞབས་ཕྱི་སྒྲུབ་མཁན་གྱི་དགེ་འདུན་པ་རྣམས་ནི། ན་ག་ས་མ་ལ་དང་ནཱ་ཁི་ཏཱ། ཨུ་བ་བ་ན། སུནྡ་ཀ་ཏཱ། ཅུནྡ། ས་ཀ་ཏཱ། ཞྭ་རྟ། མི་ཁི་ཡཱ་བཅས་ཡིན། དུས་ནམ་ཡིན་ཡང་དགེ་འདུན་པ་དེ་རྣམས་ཀྱིས་སངས་རྒྱས་བཅོམ་ལྡན་འདས་ཀྱི་ལམ་སྟོན་བཀའ་སློབ་ལ་མི་ཉན་པར། དཔེར་ན། ཉིན་ཞིག་གནས་བརྟན་ན་ག་ས་མ་ལས་སངས་རྒྱས་བཅོམ་ལྡན་འདས་ལ་ཕྱག་རོགས་ཞུས་ཏེ་ཁོང་རྣམ་གཉིས་ལམ་ཆེན་ཞིག་གི་སུམ་མདོ་འགའ་ཞིག་ཏུ་སླེབས་སྐབས། སངས་རྒྱས་བཅོམ་ལྡན་བསྟན་གྱི་གནས་བརྟན་ན་ག་ས་མ་ལ་ལ། ངེད་གཉིས་ལམ་ཕྱོགས་གཞན་པ་ཞིག་བསྐོར་ནས་ཕེབས་ན་ལེགས། ཞེས་བཀའ་ལུང་བསམ་འཆར་བཏོན་ན་ཡང། ཁོང་གིས་སངས་རྒྱས་བཅོམ་ལྡན་བསྟན་གྱི་བཀའ་ལ་མི་ཉན་པར་རང་ཉིད་འགྲོ་འདོད་པས། ལམ་ཁ་དེར་འགྲོ་རྒྱུའི་ཐག་བཅད་དེ་ཕྱིན་པས། གནས་བརྟན་ཁོང་ལམ་ཆེན་གྱི་ཇག་ཚོགས་ལ་ཐུག་ནས་དེ་རྣམས་ཀྱིས་ཁོང་ལ་ཉེས་རྡུང་དང་འཕྲོག་བཅོམ་བྱས། ཕྱིས་སུ་ཁོང་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་མདུན་དུ་བཅར་ཏེ། བཀའ་སྲུང་མ་རྩིས་པ་ལ་འགྱོད་བཤགས་དང་སེམས་གསོའི་བཀའ་སློབ་ཀྱང་ཞུས་སོ། ཡང་ཉིན་ཞིག། གནས་བརྟན་མི་ཀི་ཡཱ་ཡིས་སངས་རྒྱས་བཅོམ་ལྡན་འདས་ལ་ཕྱག་རོགས་ཞུས་ཏེ་ཁོང་རྣམ་གཉིས་ཆན་ཐུ་ཡི་གྲོང་གསེབ་ཅིག་ཏུ་ཕེབས་པའི་ལམ་བར་ནས་ཨ་མའི་མཚན་ཞིག་ཏུ་སླེབས་སྐབས། གནས་བརྟན་ཁོང་གིས་སངས་རྒྱས་བཅོམ་ལྡན་འདས་ལ། ངས་སྐྱེད་ཚལ་དེ་ནས་དཀའ་སྤྱད་ཀྱི་སྒོམ་སྒྲུབ་བྱེད་ཀྱི་ཡིན་ཞེས་ཞུས་པར། སངས་རྒྱས་བཅོམ་ལྡན་འདས་ཀྱིས་ཁོང་ལ་སྨྲས་པ། གནས་འདི་ནས་སྒོམ་སྒྲུབ་བྱས་ན་མཐར་འཁྱོང་བ་དཀའ་ཞེས། ཐེངས་གསུམ་གྱི་བར་དུ་སློབ་སྟོན་བཀའ་སློབ་གནང་ན་ཡང། གནས་བརྟན་མི་དགེ་ཡ་ཡིས་སངས་རྒྱས་བཅོམ་ལྡན་འདས་ཀྱི་ཞལ་ལ་མི་ཉན་པར་རང་ཉིད་ཀྱིས་གདམས་པའི་ལམ་ཁ་དེར་ཕྱིན། མཐའ་མ་དེར་གནས་བརྟན་མི་དགེ་ཡ་ཡིས་སྒོམ་སྒྲུབ་ལམ་ལོང་མ་བྱུང་བས། ཁོང་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་མདུན་དུ་རྒྱུན་བཤགས་ཞུ་བར་བཅར་ཏེ་ན་རེ། ངས་ཤིང་ཨ་མའི་ཚལ་དུ་སྒོམ་སྒྲུབ་བྱེད་བཞིན་པའི་དུས་ཡུན་མང་ཆེ་བར་འདོད་ཡོན་ལ་སྲེད་པས་སྲེད་པ་དང་གནོད་སེམས། གདུག་རྩུབ་སོགས་ཀྱི་སེམས་པ་བཅས་ཉོན་མོངས་པ་དེ་གསུམ་གྱིས་ངའི་བསམ་བློ་ལ་གནོད་པ་བྱས་ཏེ། སྒོམ་སྒྲུབ་ཀྱི་ཉམས་ལེན་ལ་བར་ཆད་བྱུང་གསུང་ཞེས་ཞུས་སོ། སངས་རྒྱས་བཅོམ་ལྡན་འདས་མཉན་ཡོད་དུ་རྒྱལ་སྤྱིའི་ཚལ་གྱི་ཀུན་དགའ་ར་བར་ཕེབས་ཏེ། ཁོང་གིས་དགེ་འདུན་པ་རྣམས་ལ་སྨྲས་པ་གནས་བརྟན་དག་ད་ནི་ང་འབྲེལ་འདུག་མ་ཟད་ངས་རང་ཉིད་ཀྱི་ཞབས་ཕྱི་གནས་བརྟན་ཁ་ཤས་ལ་ལམ་ཁ་འདི་དེད་ནས་བྱོན་ན་ལེགས་ཞེས་བཤད་དུས་ཁོང་ཚོས་ལམ་ཁ་གཞན་ཞིག་ནས་འགྲོ་དགོས་པའི་ཨུ་ཚུགས་བྱས་ཏེ། མཐར་ངའི་ཆོས་ནམ་དང་ལྷུང་བཟེད་ཐང་ལ་བཞག་ནས་ཕེབས་འགྲོ་གི་འདུག་དེས་ན་ངས་རང་ཉིད་ལ་རྒྱུན་སྡོད་གཏན་འཁེལ་གྱིས་ཉེ་གནས་ཤིག་བསྐོ་བཞག་བྱེད་ཀྱི་ཡིན་ཞེས་གསུངས། སྐབས་དེ་དུས་སངས་རྒྱས་བཅོམ་ལྡན་འདས་དགུང་གྲངས་ལྔ་བཅུ་ང་ལྔ་ལ་ཕེབས་ཀྱི་ཡོད། དེ་ནས་གནས་བརྟན་ཆེན་པོ་ཤཱ་རིའི་བུ་དང་མོའུ་འགལ་གྱི་བུ་རྣམ་གཉིས་ཀྱིས་སངས་རྒྱས་བཅོམ་ལྡན་བརྟན་གྱིས་ཉེ་གནས་བྱེད་རྒྱུའི་དང་བླངས་ཞུས་ན་ཡང། ཁོང་རྣམ་གཉིས་ལ་འཇིག་རྟེན་འདིའི་ཐོག་ཆེས་རིན་ཐང་བྲལ་བའི་སྲི་ཞུ་སྒྲུབ་རྒྱུ་མང་བར་བརྟེན། སངས་རྒྱས་བཅོམ་ལྡན་བརྟན་གྱིས་ཞལ་བཞེས་མ་གནང། དེ་བཞིན་སློབ་ཚོགས་ཁྲོད་ནས་མི་ཉུང་བ་ཞིག་གིས་ཉེ་གནས་བྱེད་རྒྱུའི་དང་བླངས་ཞུས་ན་ཡང་ཁོང་གིས་ཞལ་གྱིས་མ་བཞེས། ཉན་ཐོས་ཀུན་དགའ་བོའི་གུ་སེ་མིར། རང་ཉིད་སངས་རྒྱས་བཅོམ་ལྡན་འདས་ཀྱི་ཉེ་གནས་སུ་བསྐོ་བཞག་བྱེད་རྒྱུར་བསྒུགས་ནས་བཞུགས་འདུག་ཅིང། སློབ་མ་གཞན་རྣམས་ཀྱིས་ཀྱང་ཉན་ཐོས་ཀུན་དགའ་བོ་ལ། ཁྱེད་ཀྱིས་སངས་རྒྱས་བཅོམ་ལྡན་འདས་ཀྱི་ཉེ་གནས་བྱེད་རོགས་གནང་ཞེས་བསྐུལ་མ་ཡང་བྱས། སྐབས་དེ་རེ་སངས་རྒྱས་བཅོམ་ལྡན་འདས་ཀྱིས་དགེ་འདུན་པ་རྣམས་ལ་སྨྲས་པ། ཉན་ཐོས་ཀུན་དགའ་བོ། ངའི་ཉེ་གནས་བྱེད་རྒྱུར་ཁྱེད་རྣམས་ཀྱིས་སྐུལ་མ་བྱེད་མི་དགོས་པར་ཁོང་རང་ཉིད་ཀྱི་འདོད་མོས་ཐོག་ནས་ངའི་ཉེ་གནས་བྱེད་ཀྱི་རེད་གསུངས་པ་ན། ཉན་ཐོས་ཀུན་དགའ་བོས་གཤམ་གསལ་གྱི་ཆ་རྐྱེན་བརྒྱད་ཀྱི་འོག་སངས་རྒྱས་བཅོམ་ལྡན་འདས་ཀྱི་ཉེ་གནས་བྱེད་རྒྱུའི་ཁས་ལེན་ཞུས། ཆ་རྐྱེན་བརྒྱད་ནི། དང་པོ། སྐྱེ་བོ་གཞན་གྱིས་སངས་རྒྱས་ལ་ཕུལ་བའི་ན་བཟའ་ཁོང་གིས་ང་ལ་གནང་མི་ཆོག། གཉིས་པ། སྐྱེ་བོ་གཞན་གྱིས་སངས་རྒྱས་ལ་ཕུལ་བའི་ཞལ་ལག་ཀྱང་ཁོང་གིས་ང་ལ་གནང་མི་ཆོག། གསུམ་པ། དྲི་ཞིམ་སྤོས་ངད་དང་ལྡན་པའི་སངས་རྒྱས་ཀྱི་གཟིམས་ཁང་དུ་ང་ཉལ་དགོས་ཞེས་གསུངས་དམིགས་ཆོག། བཞི་པ། སྐྱེ་བོ་གཞན་གྱིས་སངས་རྒྱས་བཅོམ་ལྡན་འདས་སུས་རྩིས་སུ་གདན་འདྲེན་ཞུས་སྐབས་ང་ཁོང་དང་མཉམ་དུ་ཡོང་དགོས་ཞེས་གསུངས་མི་ཆོག། ལྔ་པ། ངས་སངས་རྒྱས་བཅོམ་ལྡན་འདས་གང་དུ་གདན་འདྲེན་ཞུ་ནའང་དེ་ལ་ཕེབས་རྒྱུའི་ཞལ་བཞེས་གནང་དགོས། དྲུག་པ། ངས་སངས་རྒྱས་བཅོམ་ལྡན་འདས་ལ། ཐག་རིང་ནས་ཡོང་བའི་སྐོར་འགྲོན་རྣམས་ངོ་སྤྲོད་ཆོག་པའི་ཞལ་བཞེས་ཐོབ་དགོས། བདུན་པ། དུས་ནམ་ཡིན་ཡང་ཁོ་བོ་དོགས་གནས་སམ་དཀའ་གནས་ལ་འཕྲད་སྐབས་དེ་ལ་དོགས་སེལ་དང་བཀའ་འདྲི་ཞུ་ཆོག་པ་དགོས་རྒྱུ། བརྒྱད་པ། ང་དང་སངས་རྒྱས་བཅོམ་ལྡན་འདས་ལྷན་དུ་མེད་སྐབས། ཁོང་གིས་གསུང་ཆོས་ཀྱི་གདམས་པ་གནང་ན། རྗེས་སུ་ཡང་བསྐྱར་གདམས་པ་དེ་ང་ལ་གནང་དགོས་པ་ཅིག་ཆ་རྐྱེན་བརྒྱད་བཏོན་པ་རེད། སངས་རྒྱས་བཅོམ་ལྡན་འདས་ཀྱིས་ཁོང་གི་ཆ་རྐྱེན་བརྒྱད་པོ་དེ་ཞལ་བཞེས་གནང་བ་ནས་བཟུང་ཉན་ཐོས་ཀུན་དགའ་བོ་ཁོང་གི་རྒྱུད་ཉར་དམིགས་བསལ་གྱི་ཉེ་གནས་སུ་གྱུར་ཏེ། ལོ་ངོ་ཉི་ཤུ་རྩ་ལྔའི་རིང་ཁོང་ལ་ཕྱག་གཡོག་ཞབས་ཕྱི་ཞུས། ཉན་ཐོས་ཀུན་དགའ་བོ་ནི་རྒྱལ་པོ་ཟས་གཙང་མའི་སྤུན་མཆེད་ཆུང་ཤོས་དེའི་སྐུ་རྩེད་ཡིན་པས། ཁོང་སངས་རྒྱས་བཅོམ་ལྡན་འདས་ཀྱི་སྤུན་མཆེད་ཡིན་པ་མ་ཟད། སངས་རྒྱས་བཅོམ་ལྡན་འདས་ཀྱིས་དགེ་འདུན་གྱི་སྡེ་བསྐྱངས་པའི་ལོ་གཉིས་པ་དེར་དགེ་འདུན་པའི་འབྲི་ཁུངས་སུ་འཛུལ་ཞུགས་བྱས་པ་ཞིག་ཀྱང་ཡིན། དེ་ནས་རིང་པོ་མ་ལོན་པར་ཉན་ཐོས་ཀུན་དགའ་བོས་གནས་བརྟན་ཆེན་པོ་སྤུན་ཟླ་མན་དཱ་ནི་པུ་ཏཱ་ལའི་གསུང་ཆོས་ཀྱི་གདམས་པ་ཉན་ཏེ་འབྲས་བུ་བཞི་ཡི་དང་པོ་རྒྱུན་ཞུགས་ཀྱི་གོ་འཕང་ཐོབ་བོ། དུས་དེ་ནས་བཟུང་ཉན་ཐོས་ཀུན་དགའ་བོ་ནི་སངས་རྒྱས་བཅོམ་ལྡན་འདས་སྐུ་སྒེར་གྱི་ཉེ་གནས་སུ་གྱུར་ཅིང། སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་ཚེའི་མཐའ་ཅན་ལ་མ་ཐུག་གི་བར་དུ་དད་པ་དང་དམ་ཚིག་གཙང་ཞིང་དུག་དབང་ཟབ་པའི་སྒོ་ནས་ཉིན་མཚན་བར་མེད་དུ་ཕྱག་རོགས་ཞབས་ཕྱི་ཞུས། ཐ་ན་མཚན་མོའི་དུས་སུའང་གཉན་དུས་ཀུན་དགའ་བོ་ནི་གང་དུ་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་ངལ་སོས་ཏེ་གཟིམ་ཁུག་པའི་ཕྱོགས་སུ་ཕེབས་ནས་ཁོང་གི་གཟིམ་སྨེ་དཀྲོགས་པའི་ཕྱིར་གཟིམ་སྒོར་རྟོག་ཞིབ་ཀྱང་གནང་གི་ཡོད། སངས་རྒྱས་བཅོམ་ལྡན་འདས་ཀྱིས་ཁོང་གི་ཉན་ཐོས་རྣམས་ལ་མཁྱེན་རྟོགས་ཀྱི་གནས་རིམ་གསོལ་སྩལ་གནང་བ་ན། ཀུན་དགའ་བོ་ནི་མཁྱེན་ཡོན་ཆེན་པོ། དྲན་ཤེས་བརྟན་པོ་སྤྱོད་ལམ་ཡག་པོ། སེམས་ཐག་ཆེ་བོ། ཡོན་ཏན་ཚང་བའི་དགེ་འདུན་པའི་ཁྲོད་ནས་ཆེས་མཆོག་ཏུ་གྱུར་པ་ངོས་འཛིན་མཛད། ལྷག་པར་ཉན་ཐོས་ཀུན་དགའ་བོས་བཙུན་མའི་སྡེ་གསར་དུ་འཛུགས་རྒྱུ་དང། དེང་སང་ཡང་རྒྱལ་ཕྱི་རྩལ་གྱི་གཙུག་ལག་ཁང་གི་ཉེ་འཁྲིས་སུ་མཇལ་དུ་ཡོད་པས་ཀུན་དགའ་བའི་བྱང་ཆུབ་ཤིང་སྡོང་ཞེས་པ་འཛུགས་སྐྲུན་བྱེད་རྒྱུར་དམིགས་བསལ་གྱི་ཐུགས་འགན་ཡང་བཞེས་ཡོད། སྤྱིར་རིགས་ངན་དུས་ཀུན་དགའ་བོ་ལ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཆེས་ཟབ་ལ། རིན་ཐང་བྲལ་བའི་གདམས་པ་རྣམས་ཉན་རྒྱུའི་ཐོབ་ཐང་དང་གོ་སྐབས་ཆ་ཚང་ཡོད་ན་ཡང། སངས་རྒྱས་བཅོམ་ལྡན་འདས་སྐུ་མྱ་ངན་ལས་མ་འདས་བར་དུ་ཁོང་གིས་དགྲ་བཅོམ་པའི་གོ་འཕང་ཐོབ་མེད། ཉན་ཐོས་ཀུན་དགའ་བོ་དགུང་གྲངས་བརྒྱ་དང་ཉི་ཤུ་ཐམ་པའི་བར་དུ་བཞུགས་སོ།